ལྷན་རྒྱས་ལོའི་གསར་བརྗེ་སྐྱིད་ལས་དེ་ནས་དེ་རྗེས་ཡང་མཛད་པ་ཐེར་འདོན་བྱེད་དུས་ཙམ་པ་སྨྱུག་མིང་ཁྱུང་ཡོན་གསུང་སྙན་གཅིག་གིས་ཁོང་གིས་ལྷན་རྒྱས་ལ་ལོའི་གསར་སྨོན་ཚིག་བརྩམས་དང། ཨ་མྱེས་ལས་དེ་ཡང་ལོའི་གསར་སྨོན་ཚིག་དེ་གྱེར་འདོན་བྱས་རྗེས་ལྷན་རྒྱས་ལོ་གསར་པའི་ནང་སྐུ་གཟུགས་གསལ་ཐང་དང་བྱ་བ་ལམ་འགྲོ་ཁྱིམ་ཚང་འཆམ་མཐུན་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ་རྒྱུ་ཡིན། ལོ་གསར་སྨོན་ཚིག། ཁྱུང་གཡོན། ཀྱི་ཀྱི་སོགས་སོ། མི་རྒྱལ་ལོ། རང་དབང་རྒྱལ་ལོ། འདྲ་མཉམ་རྒྱལ་ལོ། ཞི་བདེ་རྒྱལ་ལོ། བོད་ཀྱི་གནམ་ལོ་གསར་ཚེས་ལ་བོད་མདོ་དབུས་ཁམས་གསུམ་གྱི། ཚེ་དང་བསོད་ནམས། ལས་དང་རླུང་རྟ། ཁ་རྗེ་དང་དབང་ཐང། བདེ་སྐྱིད་དང་དགའ་སྤྲོ། ཤེས་རིག་དང་ཡོན་ཏན། བསམ་བློ་དང་ཀུན་སྤྱོད། འཆད་ཉན་དང་གྲགས་པ་ཐམས་ཅད་དཔྱིད་ཀྱི་ས་བོན་བཞིན། དབྱར་གྱི་དཔལ་ཡོན་བཞིན། དགུན་གྱི་འཁྱམས་རོམ་བཞིན། སྟོན་གྱི་འབྲས་བུ་བཞིན་གོང་ནས་གོང་དུ་ཡར་ནས་ཡར་ལ་འཕེལ་བར་ཤོག། ཀྱེ་ཀྱེ་སོ་སོ་མི་རྒྱལ་ལོ། རང་དབང་རྒྱལ་ལོ། འདྲ་མཉམ་རྒྱལ་ལོ། ཞི་བདེ་རྒྱལ་ལོ། མགོ་ནག་བོད་ཀྱི་གནམ་ལོ་གསར་ཚེས་ལ། ཕུགས་བསམ་དང་གོ་རྟོགས། རིགས་ཞེན་དང་དྲང་བདེན། མི་གཞི་དང་སྒེར་ཚུགས། མཐུན་སྒྲིལ་དང་ལ་རྒྱ། བྱམས་པ་དང་སྙིང་རྗེ། གུ་ཡངས་དང་སྒམ་སྐྱེལ། ཞེ་ལོས་དང་བག་ཕབ་ཐམས་ཅད་མི་ནུབ་པའི་རྒྱལ་མཚན་བཞིན། མི་ཤིགས་པའི་གཡུང་དྲུང་བཞིན། མི་གཡོ་བའི་ནམ་མཁའ་བཞིན། མི་འགྱུར་བའི་ཕ་ལམ་བཞིན། མཚུར་ཕུའི་མཐོ་སྒང་གི་ས་ཆེན་པོ་འདི་ཡང་བྲང་གཞུང་དུ་ནམ་ཡང་རྟག་བརྟན་གྱི་ངོ་བོ་ལས་གཞན་དུ་གཡོ་བ་མེད་པར་ཤོག། ཀྱེ་ཀྱེ་སོ་སོ་མི་རྒྱལ་ལོ། རང་དབང་རྒྱལ་ལོ། འདྲ་མཉམ་རྒྱལ་ལོ། ཞི་བདེ་རྒྱལ་ལོ།

སྐད་ཡིག་འདི་དར་ཞིང་རྒྱས་པར་ཤོག། ཆོས་ལུགས་ལ་ཕྱོགས་རིས་མེད་པར་ཤོག། ཆོལ་ཁ་ལ་འཐེན་འཁྱེར་མེད་པར་ཤོག། འཛམ་གླིང་ལ་བདེ་སྐྱིད་འབྱུང་བར་ཤོག། སྐྱིད་སྐྱིད་སོ་སོ་མི་རྒྱལ་ལོ། རང་དབང་རྒྱལ་ལོ། འདྲ་མཉམ་རྒྱལ་ལོ་ཞི་བདེ་རྒྱལ་ལོ། ཨ་ནེ་ལྷན་རྒྱས་ཨོ་དེ། སྨྱུག་མིང་ཁྱུང་མོའི་གསུང་ངན་ཁོང་གིས་བརྩམས་པའི་ལོ་སར་སྨོན་ཚིག་དེ་རེད་ཨ། ཁྱེད་རང་ཚོ་ལོ་སར་ཅེས་དེ་ལས་ཞུ་རྒྱུ་ཡིན། ཨིན་དག་ཡིན། ལྷན་རྒྱས་ཞུ་རྟེན་བྱ།